འོད་སྣང་སློབ་གྲྭའི་སློབ་མ་རྣམས་ལ་སླར་ཡང་འཚམས་འདྲི་ཞུ། འཛིན་གྲྭ་ལྔ་བའི་ཨང་རྩིས་སློབ་དེབ་ནང་གི་སྤྱིའི་ལྡབ་གྲངས་ཆུང་ཤོས་ཀྱི་འཚོལ་སྟངས་ཐབས་ཤེས་གཉིས་པ་དེ་དེ་རིང་ཞུ་གི་ཡིན། འདི་ནི་འཛིན་གྲྭ་ལྔ་བ་ནས་དེ་དྲུག་པ་འགྲོ་གི་ཡིན། དབྱིན་ཇིའི་ཐོག་ལ Lowest Common Multiples ཞེས་ནས་ལབ་གི་ཡོད་རེད། དེ་རིང་ང་ཡི་བསླབ་ཡག་དེ་སྒོ་གྲངས་ལ་སྤྲོད་པའི་སྒོ་ནས་སྤྱིའི་ལྡབ་གྲངས་ཆུང་ཤོས་འཚོལ་སྟངས་ཞེས་ནས་ལབ་གི་ཡོད། སྒོ་གྲངས་ལ་སྤྲོད་ར་ལབ་ཡག་དེ་ཀློག་དེབ་ནང་ལོགས་ལ་རྒྱུ་གྲངས་ལ་སྤྲོད་ར་ཟེར་ཞེས་ནས་ལབ་ཡོད་རེད་བ། ད་ངས་འདི་ལ་ཡག། རྒྱུ་གྲངས་ལ་སྤྲོར་ཀློག་དེབ་ནང་ལོགས་ལ་ཡོད་པ་ནང་བཞིན་བྱས་ནས་རྒྱུ་གྲངས་ལ་སྤྲོར་མ་ལབ་པ་བྱས་ནས་མགོ་གྲངས་ལ་སྤྲོར་ལབ་དགོས་པའི་རྒྱུ་མཚན་དེ་ངས་ཐེངས་མང་མང་པོ་ཞིག་བརྙན་ཐུང་གཞན་པ་གཞན་དང་གཞན་པ་ནང་ལོགས་ལ་ཞུས་ཟིན་པ་ཡིན་པ། དེ་འདྲ་བྱས་དུས་བརྩམས་པ་དོན་དག་དེ། རྒྱུ་གྲངས་ལ་སྤྲོར་ཟེར་དེ་ཡང་དག་རང་རེད། འདི་ལ་ངས་མགོ་གྲངས་ལ་སྤྲོར་བྱས་ནས་ལབ་ཀྱི་ཡོད། ད། མགོ་གྲངས་ལ་སྤྲོར་བའི་སྒོ་ནས་ཟིན་ནས་ཅི་བཏབ་རང་བྱུང་ཞུ་འཚོལ་སྟངས་ལབ་དུས་བརྩམས་པ། ད། ཨ་འགས་གཉིས་དྲི་བ་འདི་འདྲ་ཞིག་བཏང་ཡོང་གི་ཡོད་རེད་བ། བཅུ་གཉིས་དང། བཅུ་བཞི་ཉིག་གཅིག་དག་བྲག་ཆུང་ཆུང་ཚུར་ཞིག་ལབ་ཡོད་ན། ད་ཁོ་རང་གཉིས་ཀྱི། ཁེ་སང། ཐབས་ཤེས་དང་པོ་དེ། བང་སྒྲིག་ནས་གཅིག། སྒོ་སྦྲང། གཅིག་དག་བྲང་ཆུང་ཆུང། ཚུར་འགོག་གི་ཡོད་ན། ཨ་ནི། ཏིག་སི་ཀ་ལས་ཁག་པོ་ཡོད་རེད། ཐང་དེའི་ཟླ་བཅུ་གཉིས་དང་བཅུ་བཞི་གཉིས་ཀ་ཁོ་རང་ཉིད་ཨང་ཀི་ཉིས་འགྲམ་འགྲམ་ལ་ར་བ་བཅུ་གཉིས་ཞེས་བཅུ་གསུམ་གྱིས་བཅུ་གསུམ་གྱིས་ལ་ལམ་སང་བཅུ་བཞི་སླེབས་ཀྱི་ཡོད་པ་ཡིན་འདི་ཙམ་པ་གཅིག་བྱས་ན་འདིའི་ནང་ལོགས་ལ་སླེབས་ཀྱི་ཡོད་ཀྱི་རེད་མ་གཏོགས་གཅིག་པའི་ཕྱིན། དཔེར་ན་ཁོ་རང་ཉིད་པར་རུ་ལ་ཐག་རིང་པོ་ཡོད་ན་དཔེར་ན་བཅུ་གཉིས་དང་ལྔ་བཅུ་ང་བཞི་གཉིས་ཀྱི་པར་རུ་དགོས། ལྔ་བཅུ་ང་བཞི་གཉིས་ཀྱིས་སྤྱི་བདག་བགྲང་ཆོང་ཆུང་ཚད་ཤོག་འདྲ་བོ་ཞིག་ལབ་ཡོད་ན་ད་ག་ནང་བཞིན་དེ་གསུམ་ཨང་ཀི་གསུམ་ཁེལ་ཡོང་པས་ན་བཅུ་གཉིས་དང། ལྔ་བཅུ་ང་བཞི་དང་དྲུག་ཅུ་རེ་གཉིས་གསུམ་གྱི། སྤྱིའི་ལྡབ་གྲངས་ཆུང་ཤོས་ཚད་ཤོས་ལ་བས་ན་ནི་བང་བསྒྲིགས་ནས་བྲིས་ན་བྲིས་ཚུལ་ཞིག་མེད་པ་ཞིག་ཡོང་གི་རེད་གང་ཡིན་ཟེར་ན། སུམ་ཆ་ལོག་ལ་འགྲོ་ཡ་ཡོད་པ་སུམ་ཆ་ལོག་གི་ནང་ལོག་ལ་ཡོད་རྒྱུ་ཞིག་ཚད་དགོས་ཡོད་རེད་བང་ཚོད་དགོས་དུས་ཚན་པ་ག་ལེ་ཁག་པོ་ཞེ་དྲག་ཡོད་རེད་ད་འདིའི་ནང་ལོག་ལ་གཅིག་བྱས་ན་ལེ་ཡོད་རྒྱུ་མ་རེད་གཅིག་བྱས་ན་ལེ་ཡོད་རྒྱུ་མ་རེད་ཡིན་ན་ཡང་དེ་རིང་ང་ལབ་ཡ་འདི་འདི་འདི་ཐབས་ཤེས་འདི་བང་བསྒྲིགས་ནས་བྱེད་སྟངས་དེ་རེད་བ། དེ་བྱས་དུས་ཚད་མ་དེ་རིང་ངས་ལབ་ཡ་འདི་མ་རེད་དེ་རིང་ངས་ལབ་ཡ་དེ།

བཅུ་གཉིས་དང་བཅུ་བཞི་གཉིས་ཅོག་ལོག་ལ་ཡར་འགྲོ་ཡ་ཡོད་རྒྱུ་གི་ཨང་ཀི་ཞིག་འཚོལ་དགོས་གི་ཡོད་རེད། ཨང་ཀི་ཞིག་བཙལ་དགོས་གི་ཡོད་རེད་ཟེར་དེ་རེད་ད། འོ་ཨང་ཀི་ཞིག་འཚོལ་དགོས་གི་ཡོད་རེད་འཚོལ་དུས་བཙན་པ། ད་བཅུ་གཉིས་ལ་ཡང་གཉིས་ཀྱིས་འགྲོ་གི་ཡོད་རེད་བཅུ་བཞི་ལ་ཡང་གཉིས་ཀྱིས་འགྲོ་གི་ཡོད་རེད་འགྲོ་དུས་བཙན་པ་གཉིས་ཀྱིས་བྱེད་ཡ་དེ་གལ་ཆེན་པོ་ཞེ་དྲག་རེད། གལ་སྲིད་གཉིས་ཀྱིས་འགྲོ་གི་མེད་པ་ཡིན་ན་ཨ་ནི་གསུམ་གྱིས་འགྲོ་གི་འདུག་མི་འདུག་ད་ཡ།

དྲུག་གིས་འགྲོ་གི་འདུག་མི་འདུག་བལྟ་དགོས་ཡོད་མར་གལ་སྲིད་འགྲོ་གི་ཡོད་ན་ནི། དྲུག་གིས་གལ་སྲིད་འགྲོ་གི་ཡོད་ན། དེ་ལ་གསུམ་གིས་ཡང་འགྲོ་གི་ཡོད་རེད་གཉིས་གིས་ཡང་འགྲོ་གི་ཡོད་རེད་དེ་འདྲའི་སྤྱི་བདེའི་ཚན་པ་གཉིས་ཀྱིས་གཅིག་བཞག་ན་ཡག་ཤོས་རེད་བ། སྟབས་བདེ་ཤོས་རེད་བ། ད་ང་ནང་བཞིན་དུ་བརྒྱད་དང་དགུ་དེ་ཚོ་ཡང་ད་ང་རང། ཁོ་རང་ཚོ་འགྲོ་གི་ཡོད་ན་དེའི་ཆུང་བ་གི་གཉིས་དང་གསུམ་དེ་ཚོ་འགྲོ་གི་ཡོད་རེད། དགུ་གི་འགྲོ་མཁན་ཞིག་ལ་ནི་གསུམ་གི་འགྲོ་གི་ཡོད་རེད་བ། དེ་འདྲའི་སོང་ཚེ་ཚན་པ། ནི་ཡིན་གཅིག་མིན་གཅིག་ངེས་པར་དུ་ཨང་ཀི་ཆུང་བ་གི་དེ། བྱེད་དགོས་ཀྱི་ཡོད་རེད་ཆུང་བ་དེ་གི་སྒོ་བགྲང་ལ་སྤྲོད་དགོས་ཀྱི་ཡོད་རེད། བདེ་སྐྱིད་འདི་ཙམ་མ་ད་ཨང་ཀི་འདི་གཉིས་གཉིས་ཆོག་གཉིས་ཆོག་ལོ་ལི་ཡ་གཉིས་ཀྱི་སྒོ་གྲངས་ལ་སྤྲོ་ཐུབ་ཀྱི་ཡོད་རེད་སྤྲོ་ཐུབ་འདི་ཙམ་པ་ཨ་ནི། གཉིས། དྲུག་གིས་བཅུ་གཉིས། ཨ་ད་ནང་བཞིན་དུ་གཉིས། བདུན་གྱིས་བཅུ་བཞི། ཨོ་དེ་གི་ཨོ་ད་མ་རེད། ཨོ་རེད། དེ་ནི་ཨོ་དུག་གཉིས་བདུན་གྱིས་བཅུ་བཞི་ཆགས་སོང་ཨ་དེ། ཨ་ནི་དེ་ནི་མ། ད། བདག། བདེ་ལ་ཡ་ག་རེ་ག་རེ་འདུག་ལབ་ཡིན་ན། དྲུག་ལ་ཡ་གཉིས་ཀྱིས་འགྲོ་ཐུབ་ཀྱི་ཡོད་རེད་ཡིན་ན་ཡང་བདུན་ལ་ཡ་གཉིས་ཀྱིས་འགྲོ་ཐུབ་ཀྱི་ཡོད་མ་རེད། མེད་དུས་མཚམས་པ་གསུམ་གྱིས་འགྲོ་ཐུབ་ཀྱི་འདུག་མི་འདུག་ཅིག་ལྟ་དགོས་ཀྱི་ཡོད་རེད་གང་ཡིན་ཟེར་ན། གཉིས་ཆ་ལོག་འགྲོ་ཡ་ལྟ་ཡ་དེ་གལ་ཆེ་ཤོས་རེད་ཟེར་གྱི་ནས་ཞུ་གི་རེད་བ་དེ་འདྲས་སོང་ཙང། གཉིས་ཆ་ལོག་འགྲོ་ཡ་ཡོད་པ་དེ་གཉིས་ཀྱིས་འགྲོ་མ་སོང་ད་མ་འགྲོ་དུས་མཚམས་པ་བཞི་གཉིས་གསུམ་གྱིས་དགོད་གྲངས་ལ་སྤྲོ་ཐུབ་ཀྱི་འདུག་མི་འདུག་ལྟ་དགོས་ཀྱི་ཡོད་རེད་ལྟ་དུས་མཚམས་པ་གསུམ་གྱིས་དྲུག་ལ་དེ་འགྲོ་གི་ཡོད་རེད་དེ་གསུམ་གྱིས་བདུན་ལ་ཡང་འགྲོ་གི་ཡོད་མ་རེད། མང་འགྲོ་དེ་ཚན་པ་ད་ལྔ་གི་འགྲོ་གི་འདུག་མི་འདུག་ད་དགུ་གི་ཡོད་རེད་ད། རིམ་པ་འདྲ་བོ་དེ་དང་པོ་གཉིས་གི་འགྲོ་གི་འདུག་མི་འདུག་ད་དགུ་གི་ཡོད་རེད་དེ་འགྲོ་གི་མི་འདུག་ན་གསུམ་གི་འགྲོ་གི་འདུག་མི་འདུག་ད་དགུ་གི་ཡོད་རེད་དེ་ཡང་འགྲོ་གི་མ་འདུག་ན་ལྔ་གི་འགྲོ་གི་འདུག་མི་འདུག་ད་དགུ་གི་ཡོད་རེད། འོ་དེ་མང་འགྲོ་ན་ཨ་ནི། དྲུག་དང། བདུན་དང་བརྒྱད་དང་དེ་ཚོ་འགྲོ་གི་འདུག་མི་འདུག་ད་ནི་ཆོས་སུ་ཡོད་མ་རེད། དེ་མེད་དེ་ཚན་པ་ད་གཉིས་གི་གཉིས་ཆ་ལ་འགྲོ་མ་སོང་གསུམ་གི་ཡང་གཉིས་ཆ་ལ་འགྲོ་མ་སོང་ད་གཉིས་ཆ་ལ་འགྲོ་ངེས་གཅིག་ཨང་ཀི་མེད་པ་ཡིན་ན་དེ་གཅིག་མ་རེད་བཞག་བཞག་གོ་རེད། གཉིས་ཆ་ལ་འགྲོ་ངེས་མེད་པ་ཡིན་ན་ནི་གཡུག་བྱ་ཡ་མ་རེད། ནི་འགྲོ་ཡ་དེ་ག་གི་རེད་འགྲོ་ས་དེ་ག་གི་རེད་དྲུག་དེ་ལ་གཉིས་ཀྱིས་འགྲོ་གི་ཡོད་དུས་བརྩམས་པ། ནི་དྲུག་ལ་ཡ། ཡང་སྒོ་བགྲང་ལ་སྤྲོད་དགོས་ཀྱི་ཡོད་རེད་དྲུག་ལ་གཉིས། གསུམ་གྱིས་དྲུག། ད། གཉིས་ལ་གཉིས་ཀྱིས་བདུན་ལ་འགྲོ་གི་མེད་དུས་བརྩམས་པ་བདུན་དེ། མ། མ་བཟོད་པ་བྱས་ནི་མ་ཁེ་ཡོང་ཡ་རེད་མ་ཁེ་ཡོང་ཡ་རེད་འདི་ལ་བྲིས་བཞག་ཡ་རེད། ད། ཡང་འཇུག་མི་མཐུན་ནི་བྱས་ཡ་རེད། ཇི་སྟེ་ཚན་པ་དག་འདི་ལ་ཡང་ཡང་གཉིས་ཆ་ལ་འགྲོ་ཡ་ཡོད་པ་རག་གི་འདུག་བས་ཚད་གོ་གི་རེད་ཚོལ་ཏེ་འཚོལ་གོ་གི་རེད་ཚོལ་ཏེ་ཚན་པ་གཉིས་ཀ་ནི་གཉིས་ཆ་ལོ་ལ་འགྲོ་གི་ཡོད་མ་རེད་ད་གསུམ་གིས་དེ་ལ་འགྲོ་གི་ཡོད་རེད་དེ་བདུན་ལ་ནི་འགྲོ་གི་ཡོད་མ་རེད་མེད་དུས་ཚན་པ་དག་གཉིས་ཆ་ལ་འགྲོ་ཡ་ཡོད་པའི་ཨང་ཀི་ཞིག་རག་གི་མེད་རེད་རག་མ་རག་དུས་ཚན་པ་གལ་ཆེ་གི་མ་རེད་ཡང་བསྐྱོད་འགྲོ་ས་ཡོད་འགྲོ་ས་དེ་གི་གི་རེད་འགྲོ་ས་དེ་ལ་གཅིག་ཆ་ན་འགྲིག་གོ་རེད་གསུམ་གིས་གསུམ་ལ་འགྲོ་གསུམ་གིས་གསུམ་ལ་འགྲོ་གི་ཡོད་པ་ཡིན་དུས་ཚན་པ་གསུམ་གཅིག་གིས་གསུམ། འོ་དེ་ད་གསུམ་དེ་འདུག་ཚར་རེད་ད། བཅུ་གཉིས་དང་གིས་བཅུ་གཉིས་དེ་འདུག་སྨ་མ་སྨ་མ་ཡོང་ནས་ད་བན་ཆགས་ཚར་རེད། བན་ག་དེ་ཆགས་པ་ཡིན་ན་ཨན་དེ་དེ། ལས་ཀ་དེ་རྫོགས་ཚར་བ་རེད་སྒོ་འགྲམ་ལ་སྤྲོད་ཚར་བ་རེད། ད་འདི་ལས་འགྲམ་ལ་ཡོད་རྒྱུ་དེ་བཅུ་གཉིས་ཀྱི་སྒོ་འགྲམ་རེད། ཨན་ད་ནང་བཞིན་ད་གསུམ་གྱི་མདུན་ལ་འགྲོ་གི་མི་དེ་ཚང་མ་ཡང་མདུན་དུ་མ་ཁེལ་ཡོང་ཡ་རེད། མདུན་དུ་མ་འདུག་ས་ཁེལ་ཡོང་ཡ་མ་གཏོགས་ཐབས་ཤེས་མ་བྱུང་བ་རེད། ཨན་མ་བྱུང་དེ་ཚང་མ་ཡང་སྦྱོར་ཅིག་བྱེད་དགོས་ཡོད་རེད། ད། གཅིག་ལ་ཁ་སྐད་བྱེད་དགོས་མ་གཅིག་དེ་ལས་ཀ་ཚར་ཚར་བ། ད་མདུན་དེ་ལ་འགྲོ་མཁན་ཞིག་ཚེ་དགོས་དུས་ཚང་མ་མདུན་ལ་ནི་ད་གཉིས་ཀྱིས་ནི་འགྲོ་གི་ཡོད་མ་རེད་གསུམ་གྱིས་ནི་འགྲོ་གི་ཡོད་མ་རེད། ནི་ལྔ་གིས་ནི་འགྲོ་གི་ཡོད་མ་རེད་ད་བདུན་ཁོ་རང་མ་གཏོགས་འགྲོ་ས་ཐབས་ཤིག་མེད་རེད་མེད་དུས་མཚན་པ། ནི་བདུན། གཅིག་གིས་བདུན། ཨོ། དེ་ནི་གཅིག་དེ་མ་ཁེལ་ཡོང། དེ་འདྲའི་བྱས་འོང་དུས་མཚན་པ་ད་ང་ཚོ་ག་རེ་རག་རེད་བཅུ་བཞི་དང། བཅུ་གཉིས་གཉིས་དེ་མཉམ་འདུག་ལ་ཡ། སྒོ་འགྲམ་ལ་བཀྲུར་ཚར་བ་རེད་ད། འདི་གིས་དེ་བཅུ་བཞི་དང་བཅུ་གཉིས་གཉིས་ཆ་ལོག་གི་སྒོ་འགྲམ་ཆགས་ཀྱི་ཡོད་རེད་ད་མཉམ་འདུག་གི་སྒོ་འགྲམ་ཆགས་ཀྱི་ཡོད་རེད། ཨོ་དེ་འདྲས་རེད་ད། ང་ཚོ། སྤྱི་སྒོ་སྦྲང་ཆུང་བཤུས་ཏེ། སྤྱི་ལྟར་སྦྲང་ཆུང་བཤུས་ཏེ་རག་སྒྲོག་བྱེད་དགོས་རེད་ད། ད་ག་འདྲས་བྱེད་དགོས་རེད་ད་ག་རེ་ལྷག་ཡོད་རེད་ལབ་དུས་བསམ་པ་ད། ག་རེ་ལྷག་ཡོད་རེད་ད། འདི་གི་དེ་ཕག། ཨོ་དུག་སུ་བྱས་ནས། བསྒྱུར་རྩིས་སུ་བྱ་དགོས་རེད་ད། དེ་འགྲམ་ལ་སླེབས་རྗེས་ཁོ་རང་གི། སྒོ་སྦྲང་ལ་བཀྲོལ་ཡོང་དུས་བསམ་པ་འདི་མ་སྒོ་སྦྲང་རག་ཡོང་ཆོག་ཐིག་ཆིག་རེད་བ་ཨོ་དེ་གི་དེ། བཅུ་བཞི་གི་སྒོ་སྦྲང་དེ་འདི་སུ་རེད་བ་འདི་རེད་བ་བཅུ་བཞི་སྒོ་སྦྲང་འདི་རེད་བ། བཅུ་བཞི་སྒོ་སྦྲང་གཅིག་དེ་འདི་རེད་བ། དེ་ནས་བཅུ་གཉིས་སྒོ་གྲངས་གཅིག་འདེད་དོ་གཅིག་འདེད་དོ་དེ་འདྲ་བྱས་ནས་ཚང་མ་ཐུགས་སུ་བྱིན་ནས་འགྲམ་ལ་མ་སླེབས་ཡོང་གི་ཡོད་རེད་དེ་གི་དེ་ཁོ་གཉིས་གཉིས་ཀྱི་སྒོ་གྲངས་རེད། འོ་དེ་གི་རེད་ཚུར་ཁས་ཡོང་དགོས་གི་ཡོད་རེད། ཚུར་ཁས་ཡོང་ནས་གར་བྱེད་དགོས་གི་ཡོད་རེད། བསྒྱུར་རྩིས་བརྒྱབ་བཞག་དགོས་གི་ཡོད་རེད། བསྒྱུར་རྩིས་བརྒྱབ་ཡོང་དེ་ཚང་པ་ད། གཉིས་དང་གཉིས་བསྒྱུར་རྩིས་བརྒྱབ་ན་བཞི་ཆགས་གི་རེད་བ། དེ་རྗེས་ལ་གསུམ་འདུག་བ་བཞི་དང་གསུམ་གཉིས་བསྒྱུར་རྩིས་བརྒྱབ་ཡོད་ན་བཞི་གསུམ་བཅུ་གཉིས་རེད་བ། ད་བཅུ་གཉིས་དང་བདུན་བསྒྱུར་རྩིས་བརྒྱབ་ཡོད་ན། ག་ཚོད་ཆགས་གི་ཡོད་རེད།